དེ་ནས་ནི་བཅུ་གཉིས་པ་མྱ་ངན་ལས་འདས་པའི་མཛད་པ། འོ་དེ་རེད་ནི་འདིའི་རྩ་ཚིག་ཡིན་ན། ནི་མི་ནི་མྱ་ངན་འདས་པའི་ཚུལ་བསྟན་ཅིང། སྐུ་གདུང་འཇིག་རྟེན་ཀུན་ཏུ་རྒྱས་པར་མཛད། ངོ་དེ་གསུངས་པ་རེད། ཨ་ནི་འདིའི་དོན་དག་རྡོག་རྡོག་ག་རེ་གསུང་གི་ཡོད་པ་རེད་ལབ་ན། བདག་ཅག་གིས་སྟོན་པ་ཤཱཀྱ་ཐུབ་པ་དེས་ཨ་ནི། སངས་རྒྱས་པའི་རྗེས་སུ་ཡུལ་དབའ་ར་ན་སི་ལ་སོགས་པ་གནས་ངེས་པ་དང་མ་ངེས་པ་རྣམས་སུ་ཆོས་ཀྱི་འཁོར་ལོ་གྲངས་ལས་འདས་པ་ཆོས་ཀྱི་འཁོར་ལོ་ཧ་ཅང་མང་པོ་ཅིག་བསྐོར་བ་མ་ཚད། ལྷ་ཡི་ཡུལ་དུ་ཕེབས་པ་ལ་སོགས་པ་ཡུལ་ཉམས་ཡུལ་དུ། དབྱར་ནི་ཤིས་བརྗོད་ཤེལ་སྔགས་ལ་ཞུགས་པ་ལ་སོགས་པ་འགྲོ་བའི་དོན་མང་པོ་ཅིག་མཛད་ནས་ཐ་མ་དེ་དགུང་ལོ་བརྒྱ་བཅུ་ཆ་གཅིག་ལ་ཕེབས་པའི་སྐབས་སུ་ནི་སྐུ་བརྙན་ངན་ལས་འདས་པའི་མཛད་པ་བཏང་བ་རེད་དེ་གསུང་གི་ཡོད་པ་རེད་མི་ནི་བརྙན་ངན་འདས་པའི་ཨེ་སི་ལ་བ་ར་བ་མེ་ནི་ལ་བའི་འདི་གའི་ཨེ་ནི་དོན་དག་གཉིས་ཡོད་རེད་དེ་ལ་ཨེ་ནི་ཤིང་ཐག་ལ་མི་ནི་བ་དང་སྲིན་ཐག་ལ་མི་ནི་བ་ཨ་སི་ལབ་གི་ཡོད་རེད་ཨེ་ནི་ཤིང་ཐག་ལ་བ་དེ་བས་ན་ཉན་ཐོས་དང་རང་རྒྱལ་གྱི་དགྲ་བཅོམ་པའི་གོ་འཕང་དེ་འདྲ་ལྟ་བུ་ཡིན་ན་རང་ཉིད་སྡུག་བསྔལ་ལས་ཐར་བ་རེད་དེ་འགྲོ་བ་སེམས་ཅན་གྱི་དོན་རྒྱ་ཆེན་པོ་སྒྲུབ་མི་ཐུབ་པ་རེད་དེང་སང་དེ་ལ་ཤིང་ཐག་ཟིག་ལབ་གི་རེད་སྲིན་ཐག་ལ་བ་དེ་འཁོར་བའི་ནང་ལ་ནི་བ་དེ་རེད་འཁོར་བའི་ནང་ལ་ནི་བ་ཡིན་ན། ལས་ཉོན་གྱི་ལུས་དང་ཉོན་མོངས་པའི་དབང་གིས་འཁོར་བའི་ནང་ལ་གནས་པ་ཡིན་ན་ནི་འགྲོ་བ་གཞན་གྱི་དོན་བྱེད་ཐུབ་པ་ཕར་བཞག་ནས་རང་ཉིད་ཀྱང་ཧ་ཅང་སྡུག་བསྔལ་མང་པོ་ལ་འཕྲད་བསྡད་ཡོད་པ་དེ་འདྲ་རེད་དེ་ཡིན་ཙང་ཤི་མཐའ་དང་སྲིད་མཐའ་གཉིས་ལ་མི་གནས་པའི་དབྱིངས་མི་གནས་པའི་གོ་འཕང་དེ་སངས་རྒྱས་ཀྱི་གོ་འཕང་དེ་རེད་དེ་འདྲ་བའི་སངས་རྒྱས་ཀྱི་གོ་འཕང་དེ་ཡི་དབྱིངས་སུ་དེ་ཡི་ངང་ལ་ནི་མྱ་ངན་ལས་འདས་པའི་ཚུལ་བསྟན་པ་རེད། མྱ་ངན་ལས་འདས་ལབ་པའི་དེ་ནི་སྐུ་དྲུང་སོང་བ། ཚེ་ཚེ་ཡི་འདུ་བྱེད་འགགས་ཟིན་པ་འགགས་པ་ཚེ་འགགས་པ་སྲོག་འགགས་པ་དེ་འདྲ་ཅིག་ལ་མྱ་ངན་ལས་འདས་ཟེར་ལབ་ཀྱི་ཡོད་པ་རེད། སྤྱིར་བཏང་མྱ་ངན་ལས་འདས་ཟེར་ལབ་དུས་གང་ལ་མྱ་ངན་ཟེར་བ་དེ་སྡུག་བསྔལ་ཡང་ན་འཁོར་བ་དེ་འདྲས་ལ་མྱ་ངན་ཟེར་ལབ་ཀྱི་ཡོད་པ་རེད། འདས་ལབ་སྟེ་དེ་ལས་འདས་པ། མྱ་ངན་དང་བྲལ་བ་སྡུག་བསྔལ་དང་བྲལ་བ་ལབ་ཀྱི་ཡོད་པ་རེད། ཉན་ཐོས་བྱེ་བྲག་སྨྲ་བའི་ལུགས་ལྟར་ན། བདག་ཅག་གི་སྟོན་པ་ཤཱཀྱ་ཐུབ་པ་གྱི་སྐུ་གཟུགས་དེ་སྡུག་བདེན་རེད་ད་ཡོད་རེད་སྡུག་བདེན་ཡིན་ཙང་དེ་ལས་འདས་པ་རེད། དེ་དང་ཁ་བྲལ་བ་རེད། འོ་དེ་འདྲ་རེད་ད་གང་ལྟར་ཀྱང་ཨ་ནི་སྐུ་གྲོངས་བའི་ཚུལ་བསྟན་ཀྱང་སྲིད་ཚུལ་བསྟན་སླ་བས་འདི་དོན་ལ་སངས་རྒྱས་ཟེར་བ་དེ་ལ་སྐུ་གྲོངས་ཡ་དང་ཨ་ནི་དེ་འདྲ་ཡོད་མ་རེད་ཡིན་ན་ཡང་དེ་འདྲིའི་གི་རྣམ་པ་ཅིག་བསྟན་ནས་ང་རང་ཚོ་ལ་ང་རང་ཚོའི་རྒྱུད་ལ་མི་རྟག་པ་སྐྱེ་བའི་ཨ་ནི་དྲན་སྐུལ་བཏང་གི་ཡོད་པ་རེད་སྐུ་གདུང། སྐུ་གདུང་འཇིག་རྟེན་ཀུན་ཏུ་རྒྱས་པར་མཛད་ཟེར་བ་དེ་ག་རེ་གསུང་གི་ཡོད་པ་རེད་ལབ་ན་སངས་རྒྱས་རྒྱུ་མཐའ་འདིའི་སྐུ་བརྙན་ངན་ལས་འདས་པའི་རྗེས་སུ་ཨ་ནི་སྐུ་གདུང་ཨ་ནི་བརྩམས་ཆོས་གྲོང་གི་ཤིང་སཱ་ལ་ཟེར་བ་དེ་གི་འཁྲིས་ལ་སླེབས་དུས་ཨ་ནི་མེ་རང་ཤུགས་ཀྱིས་འབར་ནས་ཨ་ནི་སངས་རྒྱས་རྒྱུ་མཐའ་འདི་ཀྱི་སྐུ་གདུང་དེ་ཨ་ནི་མེ་ཡིས་ཚིག་ཚར་རེད་ཡིན་ན་ཡང་ཨ་ནི་རང་སེལ། རི་བོ་རྣམ་པ་སྣ་ཚོགས་མང་པོ་བྱུང་བ་དེ་ནི་རྒྱ་གར་གྱི་སྐབས་དེའི་རྒྱལ་བོ་རྣམས་ཀྱིས་གདན་འདྲེན་ཞུས་ནས་མཆོད་རྟེན་མང་པོ་བཞེངས་པ་རེད། རྒྱལ་ཡོད་རེད་ནི་ཅིན་རྒྱལ། རྒྱ་གར་ལ་ནི་ཅིན་རྒྱལ་ཡོད་ད་ཚང་མ་དེ་རིང་མི་བརྩི་བ་བྱས། ནི་ཅིན་རྒྱལ་དུ་མཆོད་རྟེན་བཞེངས་ནས་བཞག་པ་རེད། མི་ནི་མྱ་ངན་འདས་པའི

ཨོ་དེ་འདྲ་ཅིག་རེད། ཨ་ནི་ཚུལ་བསྟན། ཚུལ་བསྟན་ལ་ར་འདི་དོན་ལ་དེ་འདྲ་མ་ཡིན་ན་ཡང་དེ་འདྲ་བའི་རྣམ་པ་བསྟན་པ། དཔེར་ན་སངས་རྒྱས་ཟེར་བ་དེ་དོན་ལ་སྐུ་གྲོངས་འགྲོ་བ་འདྲ་བོ་དང་ཚེ་སྲོག་འགག་འགྲོ་བ་འདྲ་བོ་དེ་འདྲ་ཡོད་མ་རེད་དེ་ཡིན་ན་ཡང་ང་རང་ཚོའི་གདུལ་བྱ་རྣམས་ལ་ཨ་ནི་མི་རྟག་པ་ལ་དྲན་སྐུལ་བྱེད་ཡག་གི་ཆེད་དུ་ཨ་ནི་དེ་འདྲ་གི་ཚུལ་བསྟན་པ་རེད། ཨ་དེ་འདྲ་རེད། སྐུ་གདུང། འཇིག་རྟེན་ཀུན་ཏུ་རྒྱས་པར་མཛད་ཟེར་བ་འདིའི་ནང་ལོགས་ལ་ག་རེ་འདུག་ལབ་ན་སྐུ་གདུང་ལབ་ཡོད་དེ་འདུག་ཨ་ནི་སྐུ་གདུང་ལབ་ཡོད་འདི་ང་ཚོ་ཞེ་ཚིག་རེད། བླ་མ་དང་ཨ་ནི་སངས་རྒྱས་དང་བྱང་ཆུབ་སེམས་དཔའ་ཡང་ན་བླ་མ་སྤྱིའུ་དམ་པ་དེ་འདྲིའི་གི་ཨ་ནི་སྐུ་བཀྲོངས་ཚར་བའི་རྒྱུད་གི་ཕུང་པོ་དེ་ལ་ཨ་ནི་ང་ཚོ་མི་ཕལ་བ་ཡིན་ན་རུ་ཟེར་ལབ་དགོས་ར་བ་རུ་ཨ་ནི་སྐྱེའུ་དམ་པ་དེ་ཚོ་ལ་སྐུ་གདུང་ཟེར་ལབ་དགོས་གི་རེད།

དཔེ་ཆ་བཞག་ན་རྒྱལ་པོ་ཨ་ཤོ་ཀ་ཟེར་བ་དེའི་སྐབས་ལ་འཛམ་བུའི་གླིང་དུ་ནི་མཆོད་རྟེན་ཆེ་བ་བཞེངས་པའི་སྐད་ཆ་དེ་འདྲ་ཡོད་པ་རེད། དེ་ནས་ནི་མཛེས་ཟེར་བ་ནི་མཛེས་ཟེར་བ་དེ་སྔོན་ལ་བཤད་ཚར་ཡོད་ནི་ང་ཚོ་བྱ་བ་ཅིག་སྐྱེས་པ་བྱ་བ་ཅིག་བསྒྲུབས་པ་དེ་ལ་ནི་མཛེས་ཟེར་ལབ་ག་རེ་ཞེ་ཚིག་གི་ནི་བྱ་ཚིག་ཅིག་རེད།